སྐབས་དང་པོའི་ཀྲུང་གོའི་བོད་ལས་དབང་མི་རིགས་ཀློག་གཉེར་དུ་བྱས་ཏེ་ཕྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་མཚོ་སྔོན་ཞིང་ཆེན་མཚོ་ནུབ་ཀྱི་གཏེར་ལས་ཁ་གྲོང་ཁྱེར་དུ་འཚོགས། བོད་ཀྱི་གླུ་པ་དང་འཁྲབ་སྟོན་པ་གྲགས་ཅན་ཕུར་པ་སྐྱབས། ཐེངས་འདིའི་མི་རིགས་གླུ་གཉེར་དུས་ཆེན་གྱི་གནང་པའི་ཕོ་ཉར་བདམས། ཕུར་པ་སྐྱབས་ཆུང་དུས་ནས་སྒྱུ་རྩལ་ལམ་དུ་ཅི་འདྲ་བྱུང་བ་དང་ཁོང་ལ་གླུ་གཉེར་འཁྲབ་སྟོན་སྐོར་གྱི་གཏམ་རྒྱུད་ཅི་འདྲ་ཡོད་ཀྱི་རེད། རྒྱལ་རིགས་ཀྱི་ཞིང་པའི་ཁ་བརྡ་ལེ་ཚན་ཆེད་དུ་མཚོ་སྔའི་གཏེར་ལས་ཁ་གྲོང་ཁྱེར་དུ་སོང་ནས་འཁྲབ་ཁྲིད་པ་ལུང་རྟོགས་དང། འཁྲབ་སྟོན་པ་ཕུ་པ་ཅག་གཉིས་དང་མཉམ་དུ་མི་རིགས་རླུང་གཉིས་སྒོ་ནས་ཁ་བརྡ་བྱ་རྒྱུ་ཡིན། འཛིན་མ་ལས་རྒྱའི་སྐུ་ཁམས་བཟང། དུས་རྟག་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་བསུ་གནང་བར་དགའ་བསུ་ཞུ། ང་ད་ལྟ་ཡོད་ས་ནི་མཚོ་སྔོན་ཞིང་ཆེན། མཚོ་ནུབ། སུའུ་རིགས་བོད་རིགས་རང་གཞུང་གི་གཏེར་ལས་ཁ་གྲོང་ཁྱེར་ལ་ཡོད། དེ་ཡང་ཀྲུང་གོའི་སྐབས་དང་པོའི་བོད་ལས་དབང་མི་རིགས་རླུང་གཉིས་བསྟུན་བྱས་ཏེ་གཏེར་ལས་ཁ་གྲོང་ཁྱེར་ལ་སྤེལ་བ་རེད། ང་ཚོས་ཀྱང་ད་གོ་སྐབས་འདི་དང་བསྟུན་ནས་བོད་ཀྱི་གློག་བརྙན་གྱི་འཁྲབ་སྟོན་པ་དང་གློ་བ་གྲགས་ཀྱི་བོད་པ་ཅག་ལ་དང་དེ་ནས་འཁྲབ་ཁྲིད་པ་འགའི་ལུང་རྟོགས་དང་མཉམ་དུ་དེ་རིང་གི་གློག་བརྙན་གྱི་དུས་ཆེན་སྐོར་ནས་ཁ་བརྡ་ཅིག་བཟོ་ན་བཟང་གི་ནི་མ་ཉེས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་གོང་ཁ་བཟང། ང་ནི་བོད་རིགས་འཁྲབ་སྟོན་པ་བོད་པ་ཅག་ཡིན། ཨོ་ཡ་དེ་རེད། དེ་རིང་ང་སེམས་ན་ཧ་ཆུང་གི་སྐྱིད་པོ་རེད་བོ། སྐྱིད་པོ་རེད། བཀྲ་ཤིས་བདེ་ལེགས་ཞུ། ད་ང་ཚོ་ད་རིང་གི་ལུང་ཉེ་གི་དུས་ཆེན་ནང་གི་རྣམ་པའི་ཕོ་ཉ་ཟེར་གི་ར་ད་རྒྱ་སྐད་གི་ཞེན་ཆགས་ད་ཟེར་གི་འདུག་ཨ་ང་ཚོ་བོད་སྐད་གི་ད་རྣམ་པའི་ཕོ་ཉ་ཟེར་ན་ད་ཡག་པོ་འདུག་ཟེར་གི་འདུག་དེ་ནི་ཁྱེད་རང་གི་ད་བོད་པ་ཅག་ད་རིང་གི་ལུང་ཉེ་གི་དུས་ཆེན་གི་རྣམ་པའི་ཕོ་ཉ་གི་གདམ་གི་ཡ་ད་བསམ་བློ་ད་ག་ནས་ད་བྱུང་ཟེར། ད་ང་ཚོ་སྤྱི་སྟོང་གི་ངག་གི་རེ་བ་འདྲ་བོ་དེ་ཅི་ཡོད་རོགས་ད་ཅི་རེ་བ་དེ་ཆེན་པོ་འདྲ་བོ་ཅི་ཡོད། ཏེ། ངའི་བུ་བ་ཅག་ད་རེས་འདུག་རེར། བའི་ལས་དབང་གི་ད་གློ་སྙིང་དུ་ཆིངས་གི། གནམ་བུ་ཕོ་ཉ་ཟེར་ན་འདང་དགོས་ཡག་གི་སྦྱིན་སྲེག་མང་པོ་ཡོད་རེད། ཅི་སྟོང་གི་ང་ཚོ་བོད་ཀྱི་ས་ཆ་ལ་གློ་བ་ཟེར་ན་གློ་མ་ཟེར་ན་ད་ཁྲ་སྤྲོད་པ་ཟེར་ན་ཁྲ་བསྟན་པ་ཟེར་ན་མང་པོ་ཞུ་འདུག་ཨ། ཡིན་ན་ཡང་དེ་རྣམས་ལ་ཅི། ཆ་ཚང་བ་འདྲ་བོ་ཅི། ཅི། གོ་ནོར་སྤྲད་ཐུབ་མཁན་འདྲ་བོ་ཅི་དང། ཅི། དངོས་གནས་ཀྱི་ཅི་ཐོག་ཐང་ཡོད་རྒྱུ་འདྲ་བོ་ཅི་ཞུ་རག་ཉན་རྒྱུ་འདྲ་བོ་རེད། ཡིན་ན་ངས་ཁོ་རང། གློ་སྙིང་མང་པོ་བཏགས་ཡིན། བོད་པ་ཇག་གི་གློ་སྙིང་མང་པོ་ཡོད་རེད་བ་པི་ན་ཧི་མ་ལ་ཡ་ས་ཀ་ན་དང་དེ་འདྲ་མང་པོ་ཞི་བོ་ཡོད་རེད་ཇག་ནག་དང་ཨ་ནི་ས་ཆ་གཞན་པ་ལ་བལྟས་ཚེ་སྐད་གྲགས་ཡོད་དགོས་རེད། སྐད་གྲགས་ཡོད་དེ་ཨ་ནི་ང་ཚོ་གི་སྐད་གྲགས་ཡོད་པ་དེ་ང་ཚོ་བལ་ལ་བལ་གི་ལས་ཀ་བལྟས་ཚེ་ཅི་ཟེར་བ་ཡིན་ན། ང་ཚོ་མི་རིགས་ལ་ཕན་ཐོག་ཡོང་གི་འདུག་བ། ང་ཚོ་འདི་ཕོ་ཉ་ཅིག་གནམ་བུ་ཕོ་ཉ་ཟེར་ཡ་དེ་ཅིག་ཁོ་རང་གི་ཡན་ཏན་དང་ཨ་ནི་ཅིག་གོ་བ་དང་ཅིག་ནུས་པ་འདྲ་བོ་དང་ཐོག་ཐོང་འདྲ་བོ་ཅིག་ཆ་ཚང་བ་མེད་པ་ཡིན་ན། སྔོན་པོ་ཕོ་ཉར་ཟེར་ན་གོ་སྐལ་བཟང་ཐོག་གི་མ་རེད་བ། ཨོ་ཧ་རེད། ཨ།
དེ་བཞིན་ངས་ཁོང་ད་རེ་བ་ཆེན་པོ་འདྲ་བོ་བཞག་ནས་རེ་བ་ཕོ་པ་ཇ་དར་རེད་དེ་འདི་བལ་ལུང་ཐེན་ཐོང་པོ་གི་ད་ཅི་བལ་ལིང་ཧོང་གི་ལུང་ཉིད་དུ་ཕྱིན་འདི་ཚོ་གི་རེ་བ་ང་ཚོ་སྙང་དུ་ཅི་ཟེར་ན་ས་དེ་འདྲ་གི་རེ་བ་འདྲ་བོ་ཅིག་བཞག་ནས་དེ་ང་ཚོ་ཕོག་སྲིད་དེ་ཚོ་ཅི་འདྲ་བ་ཟེར་བ་རེད། ཨོ་ཧ་རེད་རེད་ད་ཕོ་པ་ཇ་ཁྱེད་རང་ཡིན་ན་ད་ང་ཚོ་གི་ང་ཚོ་བོད་ཀྱི་བལ་ལིང་ཧོང་གི་ལུང་ཉིད་དུ་ཅིག་གི་རྣམ་པའི་ཕོ་ཉར་ཅིག་ཏུ་ཁྱེད་རང་ལ་ད་བསམ་སེ་འདྲ་ག་འདྲ་བྱུང། ད་ཐེངས་ང་མི་དགེ་ལ་མཚོན་ན་དགའ་བཞིན་པ་ཞིག་རེད། དགོངས་ཚུལ་ཐོག་ངས་ཀྱང་བཤད་ཡོད། གློག་བརྙན་དེ་ཆེད་འཚོགས་པའི་སྐབས་འདི་ངའི་ཡི་ལག་རུ་གི་ལ་ཞུས། ཁྱེད་ང་ལ་བཤད་ན་མི་རིགས་གློག་བརྙན་དེ་ཆེད་ཞེད་འཚོགས་གྲ་འདུག་ང་ལ་ནང་པའི་ཕོ་ཉ་བཤད་རྒྱུ་ཡི་ཆ་ཞིག་ཡོད་ལ། བས་ཀྱང་ལས་ཀ་ལ་དཀའ་ངལ་མང་པོ་འཕྲད་འདུག་པས། ཚོང་འདི་བསྡུ་ཐུབ་མིན་ད་དུས་གསལ་པོ་ཤེས་ས་མ་རེད། དེ་ན་གནད་འགག་གཅིག་དེ་ང་ཡི་དུས་ཚེས་བཀོད་སྒྲིག་དང་རླུང་སྙིགས་དུས་ཆའི་དུས་ཚེས་གཉིས་ཏག་ཏག་གཅིག་ལ་ཁེལ་ཡོད་རེད། དེ་དུས་ངའི་ཤང་ཧྲན་ན་རླུང་སྙིགས་ཕ་བཞི་ཡོད། ངའི་ལག་རོགས་ལ་ག་འདྲ་ཞུས་རུང་ལས་ཀ་འདི་བཀོད་སྒྲིག་ཡག་མོ་བྱེད་ཀྱི་ཟེར་ཡོད། འདི་ནི་མི་རིགས་རླུང་སྙིགས་དུས་ཆས་རེད། ང་ནི་བེ་རི་ཁྲ་སྟེང་པ་ཞིག་ཀྱང་རེད། ངས་དྲན་ན་འདི་ནི་ང་ཡི་འགྱེད་ཁུལ་རེད་འདུག་དེ་བས་ང་དེ་རིང་འདི་ལ་སླེབས་པ་རེད། འདི་ནི་ང་ཡི་བླ་རུང་དང་དགོངས་ཚུལ་གཙོ་སྒྲུབ་པ་ལུང་རྟོགས་ལ་ཐུགས་རྗེ་ཆེ་ཞུ། ཁོ་གཉིས་བཀྲིས་ཁ་ཐེ་མང་པོ་བཟོ་ཡོད་རེད། མ་གཞི་ནང་མྱི་ང་ལ་ཆ་སྒྲ་ཚོང་དུ་ག་ཆེ་ཞིག་ཡོད། བླ་རུང་པས་ལས་ཀ་མང་པོ་བསྒྲུབས་རྗེས་ད་གཟོད་ཤི་མཇུག་བཟོ་ཐུབ་ཡོད་རེད། དེ་ངས་ད་ལྟར་མྱི་ཕ་ཚ་མ་ཐག་པའི་ཁྲོ་ང་སྟོང་རྒྱུ་ཟེར་བ་དེ་རེད། ད་ཐེངས་དེ་ཆེད་ལྷད་དུ་བར་དགའ་ཞུ།

ཨ་མས་རི་ནི་དང་ཡན་ཏན་ད་སྐྱ་ཚང་ཚང་མང་པོ་ཞིག་ཡོད་རེད་ག་ཚོད་ང་ཚོ་འདི་ལ་ལ་བོ་ལ་ཨོ་ཟེར་ནས་གློ་སྙིང་གི་དེ་འདྲ་ཅིག་བཟོ་ཐུབ་པ་ཡིན་ན། ང་ཚོ་མི་རིགས་ཀྱི་རི་ནི་དང་ཨ་ནི་ཅིག་ཡུལ་སྲོལ་གང་ཞིག་ཚང་མ་འཛམ་བུ་གླིང་ཧ་ལ་ཨོ་དེ་དང་ཨ་ནི་པོ་ལ་ཨོ་མཉམ་དུ་མ་འོངས་པ་ག་ལེ་ག་ལེ་རེད་བ་ཅིག་ཕོག་ཚེ་གོ་བརྡ་སྤྲད་ཆོག་གི་རེད་དེ་འདྲ་འདྲ་བོ་གསང་གི་ཡོད་ངེས།

ད་གའི་ཕུར་བ་ལྕགས་ཀྱི་ལྷོ་སོང་ང་ཤེས་སོང་ང། ཅེས་ང་ཚོ་གི་གློ་སྙིང་དུ་བཅིངས་དང་ཚིག་དགོས་ན་དཔེ་མི་སྲིད་པ་དཀའ་ལས་མང་པོ་འདུག་ཨ། དཔེ་མི་སྲིད་པ་དཀའ་ལས་ཡོད་རེད། ང་ཚོ་མི་རེ་རེ་གཉིས་རེ་གི་ཡག་བཟོ་དགོས་ན་བཟོ་ཐུབ་ཀྱི་ཡོད་མ་རེད། མི་མང་པོ་གི་ཆ་རྐྱེན་མི་མང་པོ་ཡོད་ན་ང་ཚོ་གི་མཉམ་དང་ཅིག་ད་མི་རེ་བཅས་ལ་ད་སྲང་ལམ་གཅིག་པ། ད་ད་འདྲི་སྲིད་བཟོ་ན་ཅིག་ཡ་ག་ལས་ག་ལས་ཡག་པོ་ཡོང་གི་རོགས་ཨ། ད་དེ་འདྲ་འདྲ་བོ་ཅིག་ལ་སྲང་ལ་དོང་ནས་ང་ཚོ་ལོ་བརྒྱ་གི་ཆ་ཡིག་ཟེར་ནས་ད་ལོ་ཉེར་ཞིག་གི་ཆ་ཡིག་ཟེར་ནས་ལོ་ལྔ་གི་ཆ་ཡིག་ཟེར་ནས་ང་ཚོ་གི་ཅིག་འདི་ལང་འདྲ་བོ་ཅིག་ཡོད་རུ་བ་ད་ད་ག་ལེ་ག་ལེ་ཁོ་རང་ཅིག་ཅིག་ཆོག་ཐ་ན་སང་ང་ཚོ་གི་རེ་བ་གཡོག་བསྡད་གི་ཡོད་རུ་ད་ཨ་ནི་དེ་མཚུངས་རྒྱ་ནག་གི་སྲིད་ཇུས་དེ་སྲིད་ཇུས་ཡག་པོ་རུ་བ་སྲིད་ཇུས་དེ་གོ་སྐབས་བསྟན་ནས་ང་ཚོ་གི་འདི་གློག་བརྙན་དེ་ཅིག་ད་བེད་ཅིག་གཏོང་ན།

དེས་ན་ལོ་ཆུང་དེས་ང་རོ་རླུང་ཉེ་ཕྲ་བསྟན་པ་བཞིན་བཤད་པའི་ཕུགས་བསམ་མེད། ཆུང་དུས་ངའི་ཨ་ཕ་ནང་བཞིན་རི་དྭགས་བདའ་བའི་སྙན་པ་ཞིག་བཤད་ན་བསམ་ཡོད། དེས་ན་ཕུགས་བསམ་ལ་འགྱུར་བ་མང་པོ་འགི། དེ་རྗེས་བེ་རི་གླུ་པ་ཡག་པོ་མང་པོ་ཞིག་ཐོན་ཞུས། ངས་ཡང་རང་ཉིད་གླུ་པ་ཞིག་བཤད་ན་བསམ་ཞུས། ཆེད་ལས་ཀྱི་གླུ་པ་བཞིའི་ཕུགས་བསམ་འདི་ཡང་དྲི་མ་ཐིག། རྗེས་སུ་གོ་སྐབས་ཡག་མོ་ཞིག་སླེབས་ཞུས། དེ་དུས་ང་རང་གཟི་རྩ་སྡེ་དགུ་ན་གླུ་ལས་བཞི་ཡོད། དེ་ན་ཉིན་གཅིག་ལ་ཁྲ་ཁྲི་པ་ཞིག་ཨ་མི་རི་ཁ་ནས་ཚུར་སླེབས་འདུག་ཁོང་གིས་ཧི་མ་ལ་ཡ་ཡི་རྒྱལ་སྲིད་ཞེས་པའི་གློག་བརྙན་ཞིག་ཕར་རྒྱུ་ཡིས་འཆར་བཞིན་འདུག་དེ་ན་གློག་བརྙན་མ་ཡིག་དེ་ཕྱི་རྒྱལ་རྩོམ་ཡིག་ཧ་མུ་ལེ་ཐི་ཞེས་པ་དེ་རེད། ཁོང་གིས་ཁྲ་སྟོན་པ་བེ་རིའི་རྩར་དྲན་གྱི་འདུག་དེ་ན་གཟི་རྩ་སྡེ་དགུ་ནས་གྲགས་བསྟན་པ་འདི་རིགས་ཤེས། དེ་དུས་ང་ཚོ་མོང་པོ་ཞིག་ཡིད་ཆེས་མེད། མོང་པོ་ཞིག་གིས། མི་དེས་མགོ་སྐོང་མཁན་ཞིག་རེད་འདུག་དྲན་དུས། རེད་དེ། ཁྲག་ཁྲིད་པ་ངོ་མ་ཞིག་ཡིན་རྒྱུ་ཡིད་མ་ཆེས། ང་ཡི་གྲོགས་པོ་ཚོས་ཀྱང་ཡིད་ཆེས་ཀྱི་མི་འདུག། ལ་ལས་བཤད་ན་མགོ་སྐོང་མཁན་ཡིན་རེད་ཟེར། ཡག་ཆེས་ན་གྲགས་བསྟན་པ་ཕ་བ་ཞིག་རག་ཐུབ་མི་སྲིད་ཤེས་ཟེར། རྗེས་སུ་ཁྲག་ཁྲིད་པ་དེས་ཧྲང་ཧའེ་ལ་ལོ་རྒྱུས་ཡོང་ཤག་ང་ལ་ཁ་པར་གཏོང་ཞུ། ཁྱེད་ང་ལ་ཁྱེད་ཀྱི་ཧ་མུ་ལེ་ཐི་ཟེར་བ་དེ་ཁྲག་གི་རེད་ཟེར། ཁྱེད་ཡོང་ང་ལ་ཧ་མུ་ལེ་ཐི་ཟེར་བ་དེ་ཨེ་ཤི་དྲིས་ཞུ། ངས་མི་ཤི་ཟེར་ཡིན། ཡོང་ཁྱེད་ང་ལ་ཧྲ་ཧྲི་པི་ཡ་ཟེར་བ་དེ་ཨེ་ཤི་ཟེར་ཞུ། ངས་ཡོང། མི་ཤི་ཟེར་ལན་བརྒྱབ་པ་ཡིན། ཁོང་གིས་བཤད་ན་བཤད་མ་རེད། ད་ཐེངས་ཁྱེད་ཀྱིས་བོད་ཀྱི་རྒྱལ་སྲས་ཤིག་ཁྲག་གི་རེད་ཟེར་ཞུ། དེ་མ་ཟད། དེའི་ནང་གི་ཁྲག་ཐོན་པ་གཙོ་བོ་བཟོ་གི་རེད་ཟེར། སྐད་ཆ་འདི་གོ་དུས། ང་ད་དུས་རང་ཉིད་ལ་འདིའི་ཚེ་དེ་འདྲ་མི་འདོད། ཕྱིས་སུ། ང་རང་འཕྲལ་བསྟན་པ་ཤེས་དུ་ཕྱིན་པ་ཡིན། འཕྲལ་ཁྲིད་པས་སྐད་ཆ་གཅིག་གིས་ང་ལ་ཡིད་ཆེས་སྤྲད་ཞུ། ཁོང་གིས་བཤད་ན། ད་ཐེངས་འཕྲལ་བསྟན་བྱེད་རྒྱུ་ཡི་མི་སྣ་ནི་བོད་ཀྱི་རྒྱལ་སྲས་ཤིག་དང། འཕྲལ་བསྟན་བྱེད་ས་བོད་ཀྱི་ས་ཆ་ནས་ཡིན། དེ་མ་ཟད། ཁྱེད་རང་ཉིད་བེ་རི་འཕྲལ་བསྟན་པ་རེད། ཁྱེད་ཀྱིས་སེམས་ཁྲིད་དེ་འདྲ་བཟོ་གི་མ་རེད་ཟེར། ངས་གསུངས་ན་དེ་ཡོད་བདེན་པ་རེད། ཉིན་ཞིག་རྒྱ་ནང་གི་འཁྲབ་སྟོན་པ་མང་པོ་ཞིག་གིས་བེ་རི་དང་འབྲེལ་བའི་གློག་བརྙན་མང་པོ་འཁྲབ་སྟོན་བྱས་ཡོད་རེད། དགེ་རྒན་ཚོས་འཁྲབ་སྟོན་བྱེད་བཞིན་ཁྱེད་སྐྱོང་ཆོག་རེད། གཞན་ཡང། ལྷན་སྐྱེས་ཀྱི་ཆ་མང་པོ་ཞིག་བཀླགས་བསྡུས་བྱས་པ་ཡང་མ་རེད། ངས་གསུངས་ན་བེ་རིའི་གློག་བརྙན་འཁྲབ་ན་ང་ལ་གཞན་དང་མི་འདྲ་བའི་ལན་ཆ་བཅུ་ཟིན་འདུག་བསམ་ཡོད། དེས་ན་འཁྲབ་ཁྲིད་པས་གློག་བརྙན་འདི་ཕར་ཚར་རྗེས་རྒྱ་ཤི་ཡིས་འགྲན་བསྡུར་ནང་ཞུགས་དགོས་ཟེར། གློག་བརྙན་འགྲན་བསྡུར་ནང་ཞུགས་ཐུབ་རྒྱུ་ངས་ཡང་དྲན་མ་མྱོང། དེ་རྗེས། ཉིས་སྟོང་བརྒྱད་ཀྱི་ལོ་ལ། ང་ཚོའི། མོ་ན་ཀོ་ཡི། རྒྱ་ཤེས་གློག་བརྙན་འགྲན་བསྡུར་ནང་ཞུགས་པ་ཡིན་ལ། ང་ལ། བོད་ཡིག་ནང་གི་འཁྲབ་སྟོན་པ་རྩེད་འགྲན་གྱི་རྟགས་མ་རག་ཞུས། འདི་ནི་ང་ཡི་གློག་བརྙན་ཐོག་མ་འཁྲབ་པ་རེད། རྒྱ་ཤེས་ཡི་རྟགས་མ་དང་པོ་ཡང་རེད། དེ་འདྲ་ལ་ལ་ངོ་མ་ཡ་མཚན་ཞིག་རེད། དེ་རྗེས་ངས་གོ་སྐབས་འདི་དག་བཏུབ་ནས་ཧྲང་ཧའེ་ལ་རླུང་སྙིགས་གློག་ཞུ་ཤེད་དུ་སོང་བ་ཡིན། ཞོར་དུ་རྒྱ་སྐད་བྱུང་བ་ཡིན། དེ་ནས་བཟུང་འཁྲབ་སྟོན་དང་ཁ་གྲགས་མེད། ཉིན་འགའ་ཞིག་ངེད་ལ་ང་ལ་འཁྲབ་སྟོན་ལུང་ལ་ཞུས་ནས་ད་ལྟ་ལོ་ངོ་གཅིག་འགོར་ཡོད། ལོ་གཅིག་ཡི་ནང་དུ། ངས་དར་མདོ་མཛའ་གཞས་དང་པད་རྒྱུང་སྲུང་བ་སོགས་འཁྲབ་སྟོན་བྱས་ཡོད། ཟླ་བ་བཅུ་གཅིག་པའི་ནང་པད་རྒྱུང་དགུང་གཉིས་ཞེས་པའི་གློག་བརྙན་ཞིག་ཕར་རྒྱུ་ཡིས་འཆར་བཞིན་འདུག་ང་ཡང་གྲྭ་སྟོན་པའི་གྲས་སུ་ཡོད། ད་སྐབས་བེ་རི་དང་འབྲེལ་བའི་གློག་བརྙན་ལྕི་མོ་རེད། ང་རང་གྲྭ་སྟོན་དུ་འབད་མཁན་ཡང་མང་པོ་རེད། ངས་ཡང་གདོང་འགའ་བཤད་བཞིན་ཡོད། བེ་རི་དང་འབྲེལ་བ་ཡོད་པའི་གློག་བརྙན་ཡོད་ཚད་ནང་ཞུགས་ཐུབ་མ་རེད། ངས་གསུངས་ན། མཉེན་ཆས་ལས་ཡར་རྒྱས་ཡོད་ན་དྲན་ཡོད། ཁྱེད་ཀྱིས་བཤད་པའི

བོད་ཡིག་ལག་ནང་གི་དངུལ་ཚ་འགྲོ་རེད། དེས་ན་ཨ་མའི་སྐད་ཆ་འདི་གོ་རྗེས་རང་གི་སུ་ཡོད་པའི་དངུལ་ཚང་མ་བུ་ལ་བསྐུར་སོང། དེས་ན་བེ་རི་ས་ཆ་འབྲི་འབྲི་བདེ་མོ་ཡོད་མ་རེད། ཨ་མ་དེ་ཡིས་ལུང་འགའ་ཤེས་ནས་མོ་ཁྲ་གང་རུང་ཞིག་ཡང་འཐུང་ནས་དངུལ་འདི་ང་ཡི་བུ་ལ་སྤྲད་རུང་ལ་བསྐུར་བ་རེད། དེས་ན་ཨ་ཕས་ང་ལ་གཏམ་རྒྱུད་འདི་ལ་དུས་ང་རང་སེམས་འགུལ་ཆེན་པོ་ཐེབས་བྱུང། ངས་བསམ་ན་འདི་ནི་ཡིད་ཆེས་དང་བརྩེ་སེམས་ཤིག་རེད། ང་རྒྱ་ཡིན་ན་ལོ་འདི་འདྲ་མང་པོ་བསྡད་ཡོད་རེད། ལྷག་པར་པེ་ཅིན་དང་ཧྲང་ཧའེ་ནི་ང་ཚོའི་ཉེ་འགྲམ་ན། མི་དང་མི་ཡི་བར་ཡིད་ཆེས་ཟེར་བ་ཇེ་ཆུང་རེད། ཡིན་ཡང་པེ་རིའི་ས་ཆ་ཡི་གཏམ་རྒྱུད་འདི་འདྲ་ཞིག་དོན་སྙིང་ལྡན་པའི་གཏམ་རྒྱུད་ཡག་མོ་འདི་འདྲ་ང་ཚོའི་མི་མང་པོས་ཤེས་ན་ཡག་རེད། དེ་རྗེས་ངས་ཁྲ་གཞུའི་གཙང་ཁེ་དང་མངལ་གཏོང་ཁེ་སོགས་བཙལ་བ་ཡིན། ཕྱིས་སུ་གློག་བརྙན་ཕབ་རྗེས་ཉིས་སྟོང་བཅུ་གསུམ་ལོ་ལ་ད་དུས་རྟགས་མ་ཤེས་ཀྱང་ར་ཤོད། ཁྲ་ཁྲིད་པར་གསར་པའི་རྟགས་མ་རེད། ལོ་ཆུང་ཚོས་དྲ་ལམ་ནས་བལྟས་ཡོང་ན་མི་ཤེས། གློག་བརྙན་དང་འབྲེལ་བ་ཤོད་པའི་གཏམ་རྒྱུད་ཕལ་ཆེར་འདི་འདྲ་རེད། སྐབས་དང་པོའི་ཀྲུང་གོའི་བོད་ལས་འོངས་མི་རིགས་རླུང་གཉེར་དེ་བྱས་ཏེ་ཕྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་མཚོ་སྔོན་ཞིང་ཆེན་མཚོ་ནུབ་ཀྱི་གཏེར་ལས་ཁ་གྲོང་ཁྱེར་དུ་འཚོགས། བོད་ཀྱི་གླུ་པ་དང་འཁྲབ་སྟོན་པ་གྲགས་ཅན་ཕུར་པ་སྐྱབས་ཐེངས་འདིའི་མི་རིགས་རླུང་གཉེར་དུས་ཆེན་གྱི་རྣམ་པའི་ཕོ་ཉར་བདམས། ཕུར་པ་སྐྱབས་ཆུང་དུས་ནས་སྒྱུ་རྩལ་ལམ་དུ་ཅི་འདྲ་བྱུང་བ་དང་ཁོང་ལ་རླུང་གཉེར་འཁྲབ་སྟོན་སྐོར་གྱི་གཏམ་རྒྱུད་ཅི་འདྲ་ཡོད་ཀྱི་རེད། རྒྱལ་རིགས་ཀྱི་ཞང་པའི་ཁ་བརྡ་ལེ་ཚན་ཆེད་དུ་མཚོ་སྔའི་གཏེར་ལས་ཁ་གྲོང་ཁྱེར་དུ་སོང་ནས་འཁྲབ་ཁྲིད་པ་ལུང་རྟོགས་དང་འཁྲབ་སྟོན་པ་ཕུར་པ་ལྕགས་གཉིས་དང་མཉམ་དུ་མི་རིགས་རླུང་ཉེར་སྐོར་ནས་ཁ་བརྡ་བཤད་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གཟན་གཟིགས་གནང་བར་དགའ་བསུ་ཞུ།
ཧི་མ་ལ་ཡའི་ཕུར་པ་ལྕགས་ཕུར་པ་འཁྲབ་སྟོན་སོགས་ཀྱིས་ད་རྒས་ལ་ཁྱེད་རང་ངུ་བལྟ་མྱོང་རུང། ད་རྒས། ང་ཚོ་ལུང་རྟོགས་གཉིས་ལ་ད་དེ་རུ་སོང་ནས་འཁྲབ་ཁྲིད་པ།

སང་ལ་མོན་པོ་གཅིག་ཁོ། རྗེས་མ་ཀྱེ་ད་ལོ་གཉིས་ཀྱིས་མ་བཟོས་ན་མི་ཚེ་ནང་ནས་ཞེ་དྲག་ཅིག་ལས་ཀ་འདི་བཟོ་བསམ་བསམ་འདྲ་བོ་ཅིག་སེམས་ཤུགས་འདྲ་བོ་ཅིག་ཅིག་མོས་པ་འདྲ་བོ་ཞེ་དྲག་ཡོང་གི་མི་འདུག་ཨ། ངས་ལོ་གཉིས་དེ་བདམས་པ་རེད། ལོ་གཉིས་བདམས་འདི་ཉིས་སྟོང་བཅུ་གཅིག་ལོ་རེད་བ། ཉིས་སྟོང་བཅུ་གཅིག་ལོ་རེད། ཉིས་སྟོང་བཅུ་གཅིག་ལོ་སྔོན་ལོ་དེ་འགའི་ཆུ་རུང་ལས་ཀ་ག་རེ་བྱེད་ཀྱི་ཡོད། ད་ང་ཚོ་སྤྱི་བཏང་གི་བོད་ཀྱི་རིག་གཞུང་འདྲ་བོ་དང།

ལྟས་ཚེ་འདྲ་གི་ཡོད་རེད། ཁོང་ཚོ་གི་ལྟས་ཚེ་ཆོས་ལུགས་ཤག་ཆེན་མོ་འདྲ་བོ་དང། ཨ་ནི་ཡེ་སོ་ག་ཝང་ཞིས་དེ་འདྲ་ཡོད་རེད་བ། ཤག་ཆེན་མོ་འདྲ་བོ་དང། ཨ་ནི་སེམས་ཀྱི་ནང་གི་དེ་མྱ་ངན་འདྲ་བོ་དང་ཅིག། བྲོ་བ་འདྲ་བོ་ཅིག་ཡོད་རེད་བ། དེ་ཚོ་ཤག་ཆེན་མོ་འདྲ་བོ་ཅིག་བཟོ་གི་ཡོད་རེད། ད་ང་ཚོ་བོད་ཀྱི་འཚོ་བ་དང་ལྟས་ཚེ། རྒྱ་གར་འདི་དུ་བ། ཐག་ཉེ་བོ། ཐག་ཉེ་བོ་འདྲ་བོ་ཡོད་རེད། ད་མ་འོངས་པ་དེ་འདྲ་ཅིག་བཟོ་ཐ་ན་ཟ་ང་རང་རེ་བ་མང་པོ་བྱེད་ཡིན་པ། རེད་རེད་རེད། ཨ་ནི་རྗེས་མ་ང་ཚོ་གོ་སྐབས་ཡག་པོ་ཅིག་རག་བོད་ལ་སྐྱེ་བ་ཟེར་ནས། རེད།

དེས་ན་རླུང་ཉི་མ་ཕར་ངན་ཕྲ་གཞུང་ལ་དེའི་རྗེས་མི་སྣ་རང་ཉིད་དང་འཚམ་པོ་ཡོད། དེས་ན་རང་ཉིད་མིད་པ་ཡོད་ན་དེའི་ཕྲ་གཞི་ཡོད། ད་ལྟ་རང་ཉིད་ཆེས་དགའ་ཤེས་མི་སྣ་ཞིག་གང་རེད་ཟེར་ན། ཧི་མ་ལ་ཡ་ཡི་རྒྱལ་སྲས་ཡིན་རྒྱུ་རེད། དེ་དུས་རང་སྟེང་ན་ཕྲ་སྟོན་གྱི་ཆ་ཅི་ཡང་ཡོད་མ་རེད། ཕྲ་སྟོན་བྱེད་ཤེས་མ་རེད། དེ་ནས་ཉིས་སྟོང་དྲུག་ལོ་ནས་བཟུང་ཧྲང་ཧའེ་འདི་ག་ལྷོ་ལི་དང་ལྷོ་བཞུགས་ལ་སོང་ཆེད་དུ་འཁྲབ་སྟོན་བྱུང་བ་རེད། ད་ལྟ་ངས་བརྙན་ལེན་འཁྲི་ཆས་གང་ཡོད་གཟའ་གཟའ་ཤེས་རེད། རང་ཉོ་ནོམ་པ་ཡག་ཤེས་དེ་སྟོན་དགོས་པ་ཤེས། ཉིན་ཆད་ཧི་མ་ལ་ཡའི་རྒྱ་སེ་རྙེད་བར་དུས་བརྙན་འདི་མཚུངས་སྐྱི་ཡོང་ཧ་གོ་མ་རེད། ཁྲ་ཁྲི་པའི་གཏམ་རྒྱུད་ཅི་འདྲ་ཞིག་ཡིན་པ་ང་ལ་ཤེས་ཡོད་རེད། མ་མཐར་ཉེ་ལེ་འཕྲུལ་ཆས་གང་ལ་བལྟ་དགོས་པ་ཡང་མི་ཤེས། སྐབས་རེ་རེར་འཕྲུལ་ཆས་ལྔ་དང་ཐག་རིང་བས་ང་ཚང་མ་ཆད་པར་ངུས་མྱོང། ངོ་མ་བཤད་ན་མཉེན་ཆས་ཀྱི་ཕྲ་སྟེང་འདི་ལྟར་ད་ལྟ་ཆེད་ལས་ཕྲ་སྟེང་པ་ཚོ་ཡི་ལས་བལྟས་ན་ཐང་དཀའ་མོ་རེད་འགི། དང་པོ་འཁྲབ་སྟོན་བྱས་དུས་ངས་ཅི་འདྲ་ལས་གཞན་པར་ཆ་རྒྱུས་ཡོད་མ་རེད། ངས་ཡོད་གསུང་ལུང་མང་པོ་གཏོང་མ་མྱོང། གཉིད་ལམ་དུ་ཅི་འདྲ་ཡོད་པ་གསུང་ལུང་གཏོང་མེད། དཔེར་ན་ཆ་བཞག་ན་ཁ་འཛིན་ཞིག་ཡིན་ན། ངས་ཅི་ཡི་ཕྱིར་ཁ་འཛིན་བྱེད་དགོས་པ་དེ་ཆུང་ཆུང་གསུང་ལུང་གཏོང་རྒྱུ་རེད། ད་ལྟ་སོམས་ན་རང་ཉིད་ཆེད་ལས་ཀྱི་ཆ་དེ་མང་གཙོའི་ཏོག་ཨུ་ཐུག་ལྟ་དགོས་ས་རེད། དེས་ན་རང་ཤི་དང་རང་ཤུལ་འཁྲབ་སྟོན་བྱེད་གང་ཐུབ་ལྟ་སོང་ཡོད། དེ་བཞིན་ལུགས་གཉིས་ཕྲ་དེས་རྒྱས་སྤྲོ་བའི་གནས་ཚུལ་མང་པོ་འཕྲད་ཀྱི་འདུག་དེ་མ་ཚད་ད་དུས་དཀའ་ངལ་ཀྱང་མང་པོ་ཞིག་འཕྲད་ཀྱི་འདུག་བརྙན་ཐུང་དེ་ཕ་དེས་ད་གོད་སྒྲིག་དང་དེ་ནས་མཛེས་བཟོ། ད་དུས་ལ་ཆ་མཚུངས་མ་བཟོ་མཁན་ང་མི་གཅིག་ཡིན། བརྙན་ལས་ས་ཡང་ད་སྦྲ་ནག་ཞིག་གི་ནང་ཡིན། ལས་རུང་གཞན་པ་ཚོས་ད་དྲ་ནག་ནང་ལ་བཅའ་ལ་ཇི་ལྟར་འཇོག་དགོས་པར་ཧ་གོ་གི་མི་འདུག་ཐ་ན་ཁོ་ཚང་གིས་རྩོམ་པ་ཅི་འདྲ་བརྫི་དགོས་པ་དང་དེ་མཚུངས་ཡང་ཤེས་མ་རེད་ཚང་མ་ངས་ཁོ་ཚང་ལ་ལྷག་གི་རེད། ང་ཚང་ཆུང་དུས་ཨ་མའི་ལྷ་རེད་རྩོམ་པ་བརྫི་དུས་ས་ལ་ལྟོས་ཉེས་མ་རེད། བརྙན་ཐུང་དེའི་ནང་ཨ་ཕྱི་ནི་ཁྲ་སྟོན་པ་གཙོ་བོ་ཡི། མི་མང་པོ་ཞིག་གིས་གདོང་དཀར་བྱས་ཡོད་མེད་རེད་དེ་ཚངས་བུག་གིས་རྙེད་མ་ཞུས། རྗེས་མ། ངའི་ཨ་ཕྱི་གདོང་ཡོད། དེ་དུས་ཨ་ཕྱི་དགུ་ལོ་གྱ་གསུམ་རེད། གཟུགས་པོ་ཡང་དེ་ཙམ་བདེ་མོ་ཡོད་མ་རེད། དེ་མ་ཚད་གཉེན་ལས་ས་དང་ང་ཡི་ཕ་ཡི་བར་ཕྱི་ལས་བཞི་བརྒྱ་ཡས་མས་སློང་ཐག་ཡོད། ཨ་ཕྱི་ལ་མོ་གྲྭ་བདུན་རེད། མོ་རང་ཁྲི་རྟ་ལ་འགུལ་ནས་སླེབས་ཡོང་ཡོད་རེད། དེ་ནས་བླངས་ན་ཁྲི་རྟ་བདེ་ན་ཡང་མགོ་ཡི་འཁོར་བས་ད་ང་གསོ་བཞུགས་དང་ཆུང་ཁྱི་བར་དུ་ཡོང་ཡོད་རེད། ང་ཆུང་ཁྱི་ལ་སླེབས་དུས་ཨ་ཕྱི་གཟུགས་པོ་བཅུ་བདེ་མོ་འདྲ་དྲན་གི། ངེད་ལ་དེ་ནས་ཁོ་མོ་རྙེད་ལོང་བ་ཡིན། རེད་དེ། ད་ལོ་ཆེན་པོ་འདྲ་རེད་དེ། ཚིག་མང་པོ་ཤེས། མོ་ཡི་ཡིད་ལ་འཛི་ཐུབ་ཀྱི་མི་འདུག། ལྷག་པར་དུ་ད་ས་མི་འདྲ་དེ་ཚོ་ཡིན་ན་ཡང། སེམས་ལ་འཛུལ་གྱིན་ན་ངོ་མ་དཀའ་མོ་འདྲ་རེད་འགི། གཞན་བརྙན་ཐུང་ནང་དུ་ཁ་སློང་བ་གྲངས་ཁེ་ཞིག་ཡོད་རེད། མ་གཞི་ཡིན་ན་ང་ཚོའི་ལྷོ་ཕྲུག་ཞིག་གིས་དྲ་རྒྱ་དྲན་ཡོད། ཁོང་ཆེད་ལས་དྲ་སྟོན་པ་རེད། རེད་དེ། བརྙན་ལེན་རེད་དེ། ཨ་ཕྱི་དང་ཁོ་ཚོའི་བར་ལ་ད་སྐད་བརྡ་འཕྲད་གི་མི་འདུག་དེ་ཡིན་མཐའ་གཞན་མེད་པས་ངས་ལི་པ་གཡུ་འབྲུག་རྒྱ་གི་ཤ་ཉེ་བཀྲ་ཤིས་རྩ་བ་ཡིན། ཁོ་ལ་རུ་ཤེ་རུ་ཟེར་ནས་ཁྲིད་ཡོང་ཡིན། དེ་ན་ཨ་ཕྱི་དང་ཁོ་གཉིས་ཕྲད་དུས། ཨ་ཕྱི་ཡིས་བཀྲ་ཤིས་སྐྱེས་ནི་གོ། ཕན་ཚུན་བརྡ་འཕྲད་རེད། ད་ཨ་མ་སྐྱིད་བཟོ་ཤོག་ཟེར་ན་ད་མགྱོགས་པར་དུ་གོ་ལི་རེད། དེ་ནས་ད་ག་ལི་བཟོ་ནས་ད་ཡག་མོ་འདྲ་རེད་ཞུས།

ཡ་ང་ཚོ་ད་ལྟ་གྲྭ་སྡེ་པ་བོད་པ་འཇག་ལ་ཁོ་རང་གི་གཏམ་རྒྱུད་མང་པོ་བཤད་ཡ་འདི་ལ་ད་དགེ་ཆེ་རང་གི་ཚོ་གི་ལ་ད་འདི་འགྲིག་གི་ལུགས་གཉིས་ཅིག་དེ་ད་ང་ཚོ་སྲིད་གཞུང་དུ་མཉམ་འབྲེལ་བྱས་ནས་ད་བཙུག་གི་དེ་ལ་ཡང་ད་དེ་བར་དུ་ན་ལས་ད་རུང་ལས་ཀ་མང་པོ་དཀའ་ལས་མང་པོ་ཐུག་ཅིག་ར་དགེ་ཆེ་རུ་ད་མགོ་ན་དགོས་ཅིག་བསམ་གྱི་དེ་འདྲི་ན་དཀའ་ལས་ན་ག་འདྲ་ག་འདྲ་ཐུག་དེ། ད་བྱེད་སྟངས་ཀྱི་དང་པོ་ང་རང་གི་སང་ལ་ནང་ལ་ཡོ་རོ་ཨ། རེད། ཨ་ནེ་ངེད་གི་གློ་སྙིང་དུ་ཆིན་གྱི་རྩ་དགུ་སང་སང་འདྲ་བོ་ཅིག་ཐང་སོང། ལགས།
ཡིན་ན་གློ་སྙིང་དུ་ཆིན་རྩ་དགུ་དེ་ང་ཚོ། དཔེ་ཆ་མང་པོ་དགོས་གི་འདུག་ཨ། རེད་རེད་རེད། དཔེ་ཆ་དཔེ་མང་པོ་དགོས་གི་འདུག། དཔེ་ཆ་དཔེ་མང་པོ་མེད་ན་ང་ཚོ་གློག་བརྙན་དུ་བྱེད་དེ་བཙོ་ཐལ་ཡག་ཡོད་མ་རེད། རེད་བ། ད་ང་དཔེ་ཆ་མང་པོ་ཡོད་མ་རེད་བ། ཨ་ནི་དཔེ་ཆ་མང་པོ་མེད་ན་ང་ཚོ་གློག་བརྙན་དུ་བྱིན་བཙོ་ཐུབ་གི་མི་འདུག་ཨ། ད་མགོ་ན་གི་རེད་བ། ཨ། རྗེས་མ་ངས་གི་བྱིན་རྒྱུ་མང་པོ་བྱས་ཡིན། ད་ངས་གོར་མོ་གཏད་སུ་གཏོང་བ་ཡིན་ན་རེད་བ། གློག་བརྙན་དུ་བྱེད། གློག་བརྙན་དུ་བྱིན་དེ་བཙོ་ཐུབ་ས་རེད་བས་སོང་སོང། ག་ཚོད་བཙོ་ཐུབ་པ་ཡིན་ན་ང་ཚོ་བོད་ལ་ཡོད་རེད་བ། ཅེས་འཕན་པ་འདྲ་བོ་དང། གློག་བརྙན་གབ་ཅིག་དེ་གར་ལ་གུ་རུ་ཉིད་དེ་ནི་ནོར་འཛོལ་གོ་ར་བ་ཐ་ཅེས་འཕན་ཐུག་འདྲ་བོ་ཅིག་ཡོང་ཐ་ན་བཟང་ཟེར་ངེས། ག་ཟེ་ཡོང་ཐ་ན་ང་ཚོ་དཔེ་ཤ་གཏད་སུ་གཏོང་ནོར་བ་ཡག་པོ་འདུག་ཨ།
ད་ད་ཐེངས་འདྲ་ཡིན་ན་གློག་བརྙན་དེ་ཆེས་དཀའ་དང་པོ་རེད། ད་ཉེ་དྲ་ཆེན་པོ་འགྲོ་དགོས་ཟེར་ན་དཀའ་མོ་རེད། ད་རླུང་ལྔའི་དུས་ཆད་སྐབས་གཉིས་པ་དང་གསང་བའི་སྐབས་སུ། ད་རླུང་ལྔའི་ལས་རིགས་ཀྱི་ཕྲ་རྟེན་པ་དེ་ལས་མང་པོ་ཞུ་ཐུབ་ན། དེས་མ་ཚད་ད་རླུང་ལྔའི་བརྩམས་ཆོས་མང་པོ་འཁུར་ཐུབ་རྒྱུ་ཡོང་ན། དེ་བས་རྒྱ་ཆེན་པོ་ཡོད་རེད། ད་ཐེངས་ད་ལུས་སྟོད་ལ་ལ། དཀའ་ལས་མང་པོ་འཕྲད་ཡོང་རེད། རེད་དེ་གོམ་པ་དང་པོ་དེ་སྤོ་ཐུབ་ཡོད། དེས་ན་རླུང་ལྔའི་ལ་དགའ་མཁན་མང་པོ་ཤེས་ཀྱི། ད། དགའ་ས་ཆེན་པོ་ཤེས་རྒྱུ་རེད། ད་རྗེས་མ་རེད་དེ། ངས་ཀྱང། རང་གི་རྩོམ་ཆེན་གོང་མོ་མོ་ཞེས། ག་སྟེ་འདི་བགྱིས་ནས། མི་དེ་ལས་མང་པོ་ཞིག་ལ་མཚང་གཞུག་བྱེད་ཐུབ་པའི་རེ་བ་ཡོད། ད་ང་ཚོ་དེའི་གི་མཉམ་དུ་འདུག་བོད་ལས་དབང་གི་ལས་དབང་གི་ད་ལས་འབྲས་ཀྱི་ཚང་མ་མཉམ་དུ་འཛའ་རེ་རེད། ད་རེ་ང་ཚོ་དེའི།

ད་ནི་ཨང་གཉིས་པ། སྲིད་ཞི་ཡོ་ན་འདྲ་མེ་ན་འདྲ་རེད་བ། ནང་ད་མི་འདྲ་བ། ད་དེ་འདྲ་འདྲ་བ་རེད། ལམ་འདྲ་པོ་ཞིག་ཐད་ས་རེད། ལམ་འདྲ་པོ་ཅིག་ང་ཚོ་གི་བཟོ་ཚར་རེད་རེད་རེད་རེད། ད་ང་ཚོ་གི་བྱེད་སྟངས་གཞན་ལ་བོད་ཀྱི་གློག་བརྙན་ལ་ཡང་འགོ་བཙུགས་པ་ཙམ་རེད། ད་ང་ཚོ་ལ་ཡང་ཐེངས་དང་པོ་རེད་རེད་ང་ཚོའི་གི་ལམ་ཐག་དེ་ད་རུང་ཡུན་རིང་པོ་རེད། རེད་རེད་རེད། དེ་དུས་ང་ཚོ་ཚང་མས་གི་ད་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་ད་ང་ཚོ་གི་བོད་པ་གི་གློག་བརྙན་དེ